ཤེས་པར་བྱ། ཤེས་པ་ཡིན་ན། སེམས་མེད་ཉིད་དུ་ཡོད་ཅེ་ན། སེམས་མེད་པའི་གནས་སྐབས་ག་ཚད་ཡོད་བྱ་བ་དང། དུ་ཡོད་ཅེ་ན། དེ་ནི་རྣལ་འབྱོར་སྤྱོད་པ་པས་སྤྱོད་པ་པོ་ལྟ་ན། རྣལ་འབྱོར་སྤྱོད་པ་པོ་སེམས་ཙམ་པ་ལྟ་ན་ཟུང་འཇུག་པའི་རབ་ཏུ་བྱེད་པ་ལས་བྱེད་པ། ཡིད་ཀྱི་རྣམ་པར་ཤེས་པ་འབྱུང་བ་ནི་རྟག་ཏུ་འདུ་ཤེས་མེད་པ་དང་སྙོམས་པར་འཇུག་པ་བདག་ཉིད་ལྟ་ནི། སེམས་མེད་ཉིད་དང་བརྒྱད་མ་གཏོགས་ལྟ་སེམས་མེད་པའི་གནས་སྐབས་ག་ཚད་རེ་ལྟོས་ཡང། ག་ཚེ་གསུང་དུ། ཡིད་ཀྱི་རྣམ་ཤེས་འབྱུང་བ་ནི་རྟག་ཏུའོ་ཕྱིར་ཡིད་ཀྱི་རྣམ་པར་ཤེས་པ་ནམ་རྒྱུན་རྟག་ཏུ་བདེ་གི་རེད། ཡིན་ན་ཡང་ཁོ་མེད་པའི་གནས་སྐབས་ཅིག་ཡོད་རེད། ག་རེ་ས་འདུ་ཤེས་མེད་པ་པདྨ་སྙོམས་པར་འཇུག་པ་རྣམ་གཉིས་དང། སེམས་མེད་གཉིས་དང་ཟེར་ནོ། རྒྱལ་མ་གཏོགས་ཟེར་ནོ། བ་ཏའོ་ད་དེ་རེད། རྒྱལ་བ་སེམས་མེད་པའི་གནས་སྐབས། གཉིད་འཐུག་པོ་ཁུག་པ་སེམས་མེད་པའི་གནས་སྐབས།

གནས་གཉིས་འཐུག་པོ་ཁུག་པ་བཅས་རྒྱལ་བའི་གནས་སྐབས་སུ་རུ་བ་དང་འཇུག་གཞི་དྲུག་པོ་དེ་མེད་ན་ཡང། བསྟན་པའི་རྣམ་ཤེས་ཀུན་གཞི་དེ་ཉོན་ཡིད་གཉིས་ཡོད་བྱེད་པར་རུ་བ་དང་སེམས་མེད་གནས་སྐབས་སེ་ཡ་སྟེ། གར་སོ་རགས་པ་གློ་བུར་བའི་སེམས་མེད་པའི་གནས་སྐབས་སུ་དེ་འཇག་ཁུག་ཏུ་བ། འོ་ད་སེམས་གཏན་ནས་མེད་པའི་གནས་སྐབས་སེ་ན་ཀུན་གཞི་མེད་བ་ཐག་སེ་གེ་རུ་བ། འོ་ད། ཡེ་ཤེས་མེད་པས་གསུངས་ཏོ། ད་དྲུག་པ་ཡིད་ཀྱི་རྣམ་ཤེས་མེད་པས་ཚད་མེད་ཀྱི་གནས་སྐབས་ལྔར་བཤད། ས་ཡི་དངོས་གཞི་ལས་ལྔ་པོ་དེ་རྣམས་དང། ལྷ་མིན་མྱང་འདས་དང། གནས་སྐབས་ཀྱི་སེམས་མེད་ལྔ་ཚེ་ལ་དང། སེམས་གཏན་ནས་མེད་པའི་སེམས་མེད་དེ་ལྷ་མིན་མྱང་འདས་ཞེས་ཨ་ཏྲི་ཀོ་གསུང་བ་དང། ལྷ་མིན་མྱང་འདས་ཀྱི་དབྱིངས་དང། འོག་དེར་སེམས་མེད་དྲུག་ཡོད་པ་ལས་དང་པོ་ལྔ་ནི་ཆེ་ཚ་དང་ང་རབ་ཏུ་ཀེ་ཀེ་ལུང་ཕྱོགས་གཅིག་ཁ་སང་ཡི་གེ་ཕྱི་མཛོད་མགོ་དེ་གཅིག་དོན་སོང་ང། ག་རེ་རེད་ཟེར་གི་ཡིན་ན་ད་དེ་ཕལ་ཆེའི་མཆན་བལྟ་བ་པོ་ཁོ་རང་གི་ལུགས་ཀྱི་མདོ་སྡེ་བའི་བྱེ་བྲག་རེད་བ་ད། འོག་ལྟ་བུ་དང་ཡང་མེད་ན་སེམས་ཙམ་པའི

ད་ང་རང་ཚོའི་ཡིག་ཆའི་ནང་ལ་སོགས་ལྷག་མེད་ཀྱི་ཚེ་སེམས་ཙམ་པའི་གནས་སྐབས་སུ་ཡང་ནི། སེམས་གཏན་ནས་མེད་སེམས་རྒྱུན་ཆད་པ་ཡིན་གསུང་ང་ཅི་ཡོག་རེད་བ་ད། སེར་སྦྲེང་ལས་ཁ་གཉིས་ཟོར་དུ་ཐོན་གི་འདུག་བ། ཡི་གེ་ཁ་ཐུག་མྱང་འདས་ཁ་ཐུག་ལ་ཡང་ལས་ཡོད་འདུག་ཙང་ནས་ཕལ་ཆེ། ཐེག་དམིགས་དང་ཐེག་ཆེན་གྱི་ལྷག་མེད་མྱང་འདས་གཉིས་ཁྱད་པར་བཞག་ཡོད་འདུག་ཙང་ནས་ཟེར་བ། དགྲ་བཅོམ་པ་ནི་སྡང་བའི་བསམ་པ་མེད་པ་མྱ་ངན་ལས་འདས་པའི་ཕྱིར་གསུང་འདུག་བ། དགྲ་བཅོམ་པ་ནི་སྲིད་དུས་ལྷག་ཆད་དགྲ་བཅོམ་མ་རོ། ལྷ་མི་དགྲ་བཅོམ། སྡང་བའི་བསམ་པ་མེད་པ་མྱ་ངན་ལས་འདས་པའི་ཕྱིར་སྲིད་པའི་ལྷ་མི་དགྲ་བཅོམ་གྱིས་བཞག་ནས་དེ་བཞག་ན་བལྟ། འོ་དེར་ཟག་བཅས་ཀྱི་སེམས་རྒྱུན་ཆད་ཀྱང་ཟག་མེད་ཀྱི་སེམས་འབའ་ཞིག་རྒྱུན་ཆད་པ་གྲུ་ཆེན་ཉི་མ་བད་ཀན་ལེའུ་གཉིས་པ་ནག་ཅིག་ཡོ་ར་བ་དེ་དང་མཐུན་པར་བཞག་གོ། དེ་འདྲའི་སེམས་དོན་ངེས་ཀྱི་རིགས་གཅིག་ཡང་ཡོད་ཟེར་དགོས་མེད་འགྲོ་མ་དོར་བ་དང། ཡིན་ན་ཡང་སྤྱི་དང་ནས་མདོ་སྡེ་པ་ཁོ་རང་གིས། མདོ་སྡེ་པ་གང་གིས་དེ་ལྟར་ཁས་ལེན་ཟེར་ན་དེ་ལྟར་བྲིས་མ་སོང་བ་དང་འོ་ཡ། དེ་ལྟར་རེད། ད་མདོ་སྡེ་པ་སྤྱི་བཏང་གི་ཁས་མི་ལེན་པ་དང་སེམས་ཙམ་པའི་སྤྱི་བཏང་གིས་དགྲ་བཅོམ་པ་ཤི་ནས་རིག་པ་ཕྱིན་པ་མཚམས་སྦྱོར་བ་མེད་པའི་ཕྱིར་སེར་སྦྲེང་ལས་ཡང་དེ་འདྲ་ཞིག་སྟོན་གྱི་ཡོད་རེད་བ། ད་དེ་ནང་བཞིན་བྱས་པ་ཡིན་ན་ང་ཚོའི་སེམས་གཏན་ནས་མེད་པའི་གནས་སྐབས་དེ་རྟགས་སུ་བཏང་ན་ཡག་པོ་འདུག་རེད་བ། ཁྱེད་རང་གི་ཟག་མེད་ཀྱི་སེམས་འབའ་ཞིག་རྒྱུན་བྱས་པ་ཡིན་མ་གཏོགས་ཟག་བཅས་ཀྱི་སེམས་ཡོད་སེམས་དེ་ཆོས་ཀྱི་སེམས་གཏན་ནས་མེད་པའི་གནས་སྐབས་མ་ཡིན་པ་དག་ཡིན་པ་དང་སེམས་མེད་ཀྱི་གནས་སྐབས་དེ་ལ་ག་རེ་ཡིན་པ་ཡང་གནས་སྐབས་ཀྱི་སེམས་མེད་གཅིག་དང་སེམས་གཏན་ནས་མེད་པའི་སེམས་མེད་ཅིག་གཉིས་ཡོད་པས་ཡོད་སེམས་གཏན་ནས་མེད་པ་དེ་ལ་ས་ཡི་དངོས་གཞི་ལས་ཟེར་བ་བར་བར་དོ་མེད་ཀྱི་ནི་ལྷ་མེད་མྱང་འདས་དེ་བཞག་པའི་ཕྱིར། ད་རིགས་ལུང་དུ་གཟུགས་སོགས་སྣོད་ཡོད་ངོ་མི་འདུག་པར་རེ་བ། དང་པོ་ངག་ནི་ཀུན་གཞི་རྣམ་ཤེས་མ་འགགས་པའི་ཕྱིར། ཀུན་རྫོབ་དང་གནས་སྐབས་ཀྱི་སེམས་མེད་ཡིན་ལ། ཕྱི་མ་ནི་ཀུན་གཞིའང་འགགས་པས་གཟུང་དུ་བ་དང། དོན་དམ་པའི་སེམས་མེད་དང་ད་དོན་དམ་པའི་སེམས་མེད་དང་ཀུན་རྫོབ་པའི་སེམས་མེད། གསུང་རབ་ཀྱི་ཐ་སྙད་ནང་བཞིན་བག་ཆགས་ན། ད་ང་རང་ཚོ་གོ་བདེ་ཅིག་ཡིན་ན། གནས་སྐབས་ཀྱི་སེམས་མེད་དང་ཨ་ནེ་ཀར་ས་སེམས་གཏན་ནས་མེད་པའི་སེམས་མེད། གཞན་ཡང་ཕྱིན་ཅི་ལོག། རྟོག་པ་ལ་སོགས་པ་འཛིན་པ་དང་སྨྱོ་བ་དང་སེམས་འཁྲུགས་པ་ལ་འཁྲུལ་པའི་སེམས་མེད་ཞེས་སེམས་མི་རྟག་པ་བ་དང་བདུན་བཤད་ལ་ད་འདི་ད་རྟག་པ་བ་ཡིན་གྱི་རེད་བྱེ་བྲག་ཏུ་སྨྲ་བའི་བཙུན་པ། ཡེ་ཤེས། འགོག་པའི་སྙོམས་འཇུག། ཡིད་ཀྱི་རྣམ་ཤེས་དང་བཅས་པ། འདོད་པ་ཨཱས་ད་དེ་འདྲས་ཅིག་འདུག་ཨཱ། བྱེ་བྲག་དང་སྨྲ་བ་ཀི། འོ་དེར་འགོག་པའི་སྙོམས་འཇུག་གི་གནས་སྐབས་སུ་ཡང་ད་ཡིད་ཀྱི་རྣམ་ཤེས་ཡོད་པར་འདོད་པར་གསུངས་ཤག་ད་འདི་ག་འདྲས་ཡིན་ན་མི་ཤེས་ད་མིག་གི་ཤམ་ཐ་ཆད་ཐ་འདྲེ་གི་ཁ་ཐུག་ལུ་མ་ང་ར་ཙུ། འོ་ད་ཐ་ཆད་ཐ་འདྲེ་དང་དེ་འདྲས་ཁ་ལུ་རུ་མ་ཀླད་སུ་ན་ར་བ་ད། འོ་ཨཱ་ནི་དེ་དང་མིག་གི་ཁར། དེ་མ་ཐག་འབྲས་དང་མཚུངས་པ་དེ་མ་ཐག་འབྲས་ཟས་སྤྱོད་བ། དེ་མ་ཐག་འབྲས་དང་མཚུངས་པ་དེ་མ་ཐག་འབྲས་མོ་བཞི་དྲི་དབུལ་བ། འོ། དེ་མ་ཐག་འབྲས་དེ་མ་ཐག་འབྲས་དང་མཚུངས་པ་དེ་མ་ཐག་འབྲས་ཟས་སྤྱོད་བ། མགོ་བོའི་སྙུན་འཇུག་སྐད་ཅིག་གཉིས་པ་དེ་དེ་མ་ཐག་འབྲས་ཡིན་ཀྱང་མཚུངས་པ་དེ་མ་ཐག་འབྲས་མ་ཡིན་ཕྱིར་རོ། བ་དང། མགོ་སྙུན་སྐད་ཅིག་མགོ་སྙུན་སྐད་ཅིག་དང་པོ་གཅིག་ཏུ་བ། དེ་མཚུངས་པ་དེ་མ་ཐག་འབྲས་ཡིན་པ་དང་འདོད། ག་ཡིག་ཟེར་ན་ཁོའི་སྔ་ལོགས་དེ་མ་ཐག་ཏུ་མཚུངས་ལྡན་གྱི་སེམས་ཡོད་རེད་བ། འགོ་བའི་སྙུན་ཆུང་སྐད་ཅིག་གཉིས་པ་དེ་ཆོས་རྗེ་དེ་མ་ཐག་འདྲེ་ཡིན། མཚུངས་པ་དེ་མ་ཐག་འདྲེ་མཚུངས་པ་དེ་མ་ཐག་འདྲེ་ཡིན་ཟེར་ན་ཁོའི་དངོས་རྒྱུ་རྒྱུ་བའི་མཚུངས་ལྡན་གྱི་སེམས་ཀྱི་སྐོར་རོ། དེ་མེད་པར་རོ། དེ་མེད་པ་ཡིན་ཙང་མཚུངས་པ་དེ་མ་ཐག་འདྲེ་པ་དེ་མ་ཐག་འདྲེ་དང་མཚུངས་པ་དེ་མ་ཐག་འདྲེ་ལ་མུ་བཞི་འཇགས་ཡོད་དུས་ཙང་ནས་ད་འགོ་སྙུན་གྱི་གནས་སྐབས་སུ་སེམས་མེད་པ་ཅིག་གོ་འགྲོ་བ་འདུག་བ་དང། འགོ་སྙུན་སྐད་ཅིག་གཉིས་པ་དེ་ཆོས་རྗེ་དངོས་རྒྱུ་རྒྱུ་བའི་མཚུངས་པ་དེ་མ་ཐག་ཅན་ཞིག་ཡོད་ཨ་ཐག་ཟེར་ན་རེ་བ། འདོད་ཟེར་ན་འགོ་སྙུན་སྐད་ཅིག་དང་པོའི་དུས་སུ། མཚུངས་ལྡན་གྱི་སེམས་གཡོ་བ་དང་ཟིག་རི་བ། ད་དེ་སྐད་གཅིག་གཉིས་པ་དེ་དེ་མ་ཐག་འདྲེ་ཡིན་ཀྱང་མཚུངས་པ་དེ་མ་ཐག་འདྲེ་མ་ཡིན་ཆགས་རེད། མཚུངས་པ་དེ་མ་ཐག་འདྲེ་མ་ཡིན་ཟེར་ན་མགོ་སྙུག་སྐད་གཅིག་དང་པོའི་དུས་མཚུངས་ལྡན་གྱི་སེམས་མེད་བ་དང་འདྲེས། གཡོ་བ་དང་ཡིད་ཀྱི་ཤེས་པ་ཕྲ་མོ་གཅིག་ཡོད་བས་གཡོ་བ་ཡིན་པ་དང་འདྲེ་རེད། བྱེ་བྲག་ཏུ་སྨྲ་བ་ཡིད་ཤེས་འགོག་པའི་སྙོམས་འཇུག་གིས་ནི་ག་ཟེར་དུ་ཡ། རྣམ་ཤེས་དང་བཅས་པར་འདོད་པ། དེ་དུ་བ། འགོག་པའི་སྙོམས་འཇུག་གི་གནས་སྐབས་སུ་ཡིད་ཀྱི་རྣམ་ཤེས་ཕྲ་མོ་དང་བཅས་པར་འདོད་པ། འདྲེས་པ་དང། ཡིན་པར་གྲགས། རེ་བ། ལས་གྲུབ་པ་དང། འདི་གར་ཚིགས་སོ། ལས་གྲུབ་པ་དང་རྟེན་འབྲེལ་གྱི་འབྲེལ་པ་ལ་སོགས་པ་བཤད་ཅིང་གསུངས་ཤ་སྟག། ལས་གྲུབ་པ། སློབ་དཔོན་གཉིས་གསུངས་ཡིན་ས་རེ་བ། ནི་རྟེན་འབྲེལ་གྱི་འབྲེལ་པ་ཡོར་བ་དང་ངོ་བོ་ཡིན་ཡིན་གྱི་འོ་དེ་དག་ལས་བྱེ་བྲག་ཏུ་སྨྲ་བའི་བཙུན་པ་ཡེ་ཤེས་སོགས་ཀྱི་ཡིད་ཀྱི་རྣམ་ཤེས་ཕྲ་མོ་ཡོད་པ་ཁས་ལེན་གྱི་རིགས་བཤད་ཤ་ཟ། སློབ་དཔོན་དུས་ལས་དུས་བ་ལས་བདེ་བ་ཐ་དད་བཀླག་པའི་འཁོར་ལོ་ལས། གནས་བརྟན་པའི་བདེ་བ་གསུམ་ཀའང་གནས་བརྟན་པའི་བདེ་བ་ལ་ད་ཡེ་བ་ལྔ་རེ་གཡོར་བ་དང་འོག་ན་བདེ་བ་གསུམ་ཀའང། འགོག་པའི་སྙོམས་འཇུག་རུལ་བས་སེམས་དང་བཅས་པ་འདོད་པ་བཤད་མོད་ཀྱི་གསུང་དུ་བ།

སེམས་མི་བསྲུང་ཁོ་ནར་འདོད་དེ། འོ་ད་ད། ད་རྒྱལ་བ་དང་དེ་ཚོའི་གནས་སྐབས་སུ་པ་སེམས་ཕྲ་མོ་ཡོད་ཁས་ལེན་འགུགས་ཡོད། སློབ་དཔོན་གང་མི་གང་འཕེལ་གྱིས། གཉིས་དང་རྒྱལ་བ་སེམས་མེད་པ་ཁས་མ་བླངས་པའི་ཕྱིར་དང་ད་དེར། གཉིས་དང་རྒྱལ་བ་གཉིས་སེམས་མེད་ཡིན་པ་ཁས་བླངས་ཀྱི་ཡོད་མ་རེད། ལྷ་མེད་ཀྱི་དབྱིངས་ནི་འདུས་བྱས་ཀྱི་འཇུག་པ་ཐམས་ཅད་རྒྱུན་ཆད་པས། རེད་དུ་བ། འོ་ད་རེ་རྒྱུད་ཀྱིས་བསྡུས་པའི་སེམས། སེམས་མེད་བར་ས། རྒྱུའི་རྒྱུས་བསྡུས་པའི་སེམས་མེད་མ་ཡིན་པའི་ཕྱིར་དང་ཟེར་དུས་ག་རེ་གསུང་གི་ཡོད་རེད་ཟེར་ན། ད་ལྟ་ལྷག་མེད་ཀྱི་ཡིད་ནི་འདུས་བྱས་ཀྱི་འཇུག་པ་ཐམས་ཅད་རྒྱུན་ཆད་པས་རྒྱུའི་རྒྱུས་བསྡུས་པའི་སེམས་མེད་ཟེར་ན་གང་ཟག་དེ་ཡོད་པ་ལ་སེམས་མེད་པའི་གནས་སྐབས་ཅིག་ཡོད་རེད་བ་དེ་འདྲས་མ་རེད་ཕྱིར། མྱོང་བ་ལ་སོགས་པ་ནི་གཡེང་བའི་སེམས་ཅན་ཡིན་པའི་ཕྱིར། རེ་བས། རྒྱུད་ཀྱིས་བསྡུས་པའི་སེམས་མེད་མ་ཡིན་པའི་ཕྱིར་དང། རྒྱུད་ཀྱིས་བསྡུས་པའི་སེམས་མེད་ཟེར་ན། གང་ཟག་གང་ཟག་ཡོད་པར་འཆད་རེ་བ་དང། འོག་ཏུ་ཕུང་པོ་ལྔ་འཛིན་པ་པོའི་གང་ཟག་ཡོད་པར་འཆད་དེའི་རྒྱུད་ལ་སེམས་མེད་པས་ངེས་དོན་འབྲེལ་གྱི་མ་རེད་གསུང་བ་དང་འདྲ། སྨྱོ་བ་ལ་སོགས་པ་སེམས་དབྱེ་ཡོན་བཅད་པར་བཅད་པའི་ཕྱིར། འདི་ཡི་གཞུང་ལུགས་གོང་འོག་ཀུན་ཏུའང་སེམས་མེད་གསུམ་ཁོ་ན་ལས་གཞན་མ་བཤད་པའི་ཕྱིར་རོ། ལྟ་ལུང་ཡག་པོ་བགྲང་གོ་བསྡུ་བ། སེམས་མེད་ཀྱི་གནས་སྐབས་གསུམ་ཁོ་ན་མ་གཏོགས་ཡོད་མ་རེད། ད་འདི་གར་སོ་ཡ་རེད། རྒྱུད་ཀྱིས་བསྡུས་པའི་སེམས་མེད་མ་ཡིན་པའི་ཕྱིར་དྭངས་སུ་དེ་དུས་གང་ཟག་མེད་པ་ཡིན་ཙང་སྐབས་འདིར་སེམས་མེད་ཀྱི་གྲངས་ལ་མ་ཆགས་མི་འགྲོ། དེ་ལྟར་སེམས་མེད་གསུམ་ཡོད་ཀྱང་འདི་ནི་སྙོམས་འཇུག་ཉིད་ཁོ་ན་བཟུང་སྟེ་སྐབས་འདིར་རེ་བ་དང། འདུ་ཤེས་མེད་པ་བ་དེ་མ་བཟུང་བ་བཅས་ཁོ་ན་བཟུང་སྟེ། འདུ་ཤེས་མེད་པ་བ་རྟེན་བཟུང་སྐབས་འབའ་ཡིན་པའི་ཕྱིར་དྭངས།

ཡང་ཞེས་བྱ་བ་ནི་འདུ་ཤེས་མེད་པ་པ་དང་འདུ་ཤེས་མེད་པ་དང་འགོག་པའི་སྙོམས་པར་འཇུག་པ་གང་ཡིན་པའོ་ཞེས་འདིར་སེམས་མེད་གཉིས་པོ་ཁོ་ན་བཤད་པའི་ཕྱིར་དང་སློབ་དཔོན་གང་པའི་བས་ཀྱང། འདུ་ཤེས་མེད་པ་པ་རྣམ་པར་རིག་བྱེད་མ་ཡིན་པས་ནི་ག་སོ། རིག་བྱེད་མ་ཡིན། རིག་བྱེད་མ་ཡིན་པ་མེད་པའི་ཕྱིར་རེ་བས་སེམས་མེད་པ་ནི་སྙོམས་པར་བྱེད་ཁོ་ན་ཡིན་ནོ་ཞེས་སྟོན་པར་བྱེད་དོ། གལ་ཏེ། ལུས་ཤིག། ནི་གལ་ཏེ་དེ་ལྟ་ན་སྙོམས་འཇུག་གཉིས་ཀྱང་མི་མེད་པར་འགྱུར་ཏེ། མཉམ་གཞག་མ་ཡིན་པས་ཟེར། བསམ་གཏན་དང་ཟག་མེད་རིག་བྱེད་མ་ཡིན་པ་མེད་པའི་ཕྱིར་རོ། བསམ་གཏན་གྱི་སྡོམ་པ་དང་ཟག་མེད་ཀྱི་སྡོམ་པ་གཉིས་མེད་པའི་ཕྱིར་དེ་གཉིས་མེད་ཀྱང་གསུངས་ལ། འདོད་པའི་རྟེན་ཅན་འདོད་པའི་རྟེན་གྱི་བསམ་གཏན་གྱི་དངོས་གཞི་དང། རྒྱུན་ཞུགས་ལྟ་བུ་ཟག་མེད་ཀྱི་ཡེ་ཤེས་མངོན་དུ་བྱས་ཡོད་རེད་བ། དེ་ལྟ་བུའི་རྟེན་དེ་ཉིད་ལ་སྙོམས་པར་འཇུག་པ་ལ་སོ་སོ་ཐར་བའི་སྡོམ་པ་ལ་སོགས་པ་ནི་ཡོད་རེ་ཞིག་ཅེས་མ་ཡིན་པ་ཡོད་རེ་ཕྱིར་རོ། དཔེར་ན་རྒྱུན་ཞུགས་དགེ་སློང་དུ་གྱུར་པའི་རྒྱུན་ཞུགས་དེ་ཕྱིང་བ་ཡུངས་ཀར་བ། ཕྱིང་བ་ལྕི་མོ་དགྲ་བཅོམ་པ། འོ་ད་དེ་ཚོ་ནི་དེ་ཚོ་གི་བསམ་གཏན་དང་ཟག་མེད་ལ་བར་མ་རེད་དེ་ཚོ་འགོག་པ་ལ་སྙོམས་པར་འཇུག་འགྲོ་དུས་ཙམ་ནས་ད་རྒྱུན་ཞུགས་དང་འགོག་པ་ལ་སྙོམས་པར་འཇུག་པ་ཡོད་མ་རེད་དེ་ཕྱིང་བ་དང་དགྲ་བཅོམ་པ་འགོག་པ་ལ་སྙོམས་པར་འཇུག་འགྲོ་དུས་ཙམ་ནས་ཁོའི་རྒྱུད་ལ་རྣམ་པ་རེ་ཅེས་མ་ཡིན་པ་སུ་བཞག་ཆོག་གི་རེད་ཕྱིར་རོ། གང་ཡིན་ཟེར་ན་སོ་ཐར་གྱི་སྡོམ་པ་ཡོད་ཆོག་གི་རེད་ཅེས། འདིར་རྒྱུན་མཆོད་དུ་མཆོག་ཏུ་འབྲེལ་བ་ནི་ཐོབ་ནས་མ་བཏང་གི་བར་དུའོ་ད་འདི་བསམ་བཏང་གི་རུ་བ། ཐོབ་ནས་མ་བཏང་གི་བར་དུ་རྒྱུན་བར་མ་ཆད་དུ་གནས་པ་དེ་འདྲ་ཅིག་ལ་རྒྱུན་མཆོག་ཏུ་འབྲེལ་བ་ཟེར། དེ་ལ་ནི་གར་སོང་གཡེང་བ་དང་སེམས་མེད་པའི་ཚེ། རྒྱུན་འབྲེལ་བས་ནི་ལུས་ལ་སོགས་པའི།

དབྱིངས་དང་སེམས་མེད་པ་ཡི་ཡང་ཞེས་པའི་ཁྱད་ཆོས་དང་པོ་དེ་སུ་ལ་མ་ཚང། རྣམ་པར་རིག་བྱེད་ལ་མ་ཚང། རྣམ་པར་རིག་བྱེད་ལ་མ་ཚང། བྱས་ཙང་རྣམ་པར་རིག་བྱེད་དེ་སེམས་དབྱེ་བའི་གནས་སྐབས་སུ་མི་འདུ་བ་བདག་གིས་ངས་ཞུས་པ་ཡིན་པ། སེམས་མེད་པའི་གནས་སྐབས་སུ་ཡོད་པ་རེད། དགེ་དང་མི་དགེ་ཉིད་དུ། ངེས་པ་ཞེས་པའི་ལུང་མ་བསྟན་དུ་ཟེར་འགྲོ་བ་ལྟ་མིག་གི་དབང་པོ་ལ་སོགས་པ། མིག་གི་དབང་པོ་ལ་སོགས་པ་ལྟ། ག་རེ་ཟེར་བ་རེད། ཡེ་ཤེས་ཁོ་ནའི་ཡུལ་དུ་གྱུར་པའི་གཟུགས་དབྱིབས་འདི་ལྟ།

གཟུགས་ཡིན་པ་གསལ་བ་ཡིན་པ་གང་ཡིན་ཟེར་ན་དེ་རྒྱུ་འབྱུང་བ་ཆེན་པོ་བཞི་ལ་བརྟེན་པ་དེ་མ་ཡིན་པ་ཡིན་པར་བ་གསལ་ནས་གཟུགས་ཉིད་དུ་ཤེས་པར་བྱེད་པའོ། རེད་སོང་ང་ད། རིག་བྱེད་མ་ཡིན་པ་ནི་རང་ཀུན་ནས་སློང་བའི་བསམ་པ་གཞན་ལ་རིག་པར་བྱེད་པ་མ་ཡིན་པའི་ཕྱིར་རོ། རིག་བྱེད་མ་ཡིན་པ་ཟེར་བའི་སྒྲ་བཤད་ག་རེ་ཟེར་ན། རང་ཉིད་ཀུན་ནས་སློང་བའི་ཀུན་སློང་གི་བསམ་པ་དེ་གཞན་ལ་རིག་པར་བྱེད་པ་མེད་པ་ཡིན་ཙང་ནི་རིག་བྱེད་མ་ཡིན་པ་བྱ། རེད་སོང་ང་ད། ཁ་ཅིག་རྣམ་པར་རིག་བྱེད་མ་ཡིན་པའི་གཟུགས། ནགས་ལ་མེ་ཞུགས་པ་ལྟར་ལུས་ཐམས་ཅད་ལ་ཁྱབ་པ་བྱེ་བྲག་ཏུ་སྨྲ་བར་འདོད་དོ་ཞེས་འཆད་པ་ནི། གཟུགས་མེད་ཁམས་ན་གནས་མེད་དོ་ཞེས་པའི་འགྲེལ་པ་དང། སྤྲི་དཀར་རིག་བྱེད་མ་ཡིན་པ་ནི་དཀར་སེར་སོགས་ཡ། རིག་བྱེད་མ་ཡིན་པ་ནི་གཟུགས་ཅན་ཡིན་ལ། ད་ལྟར་གྱི་དག་ཀྱང་ཡུལ་ན་མེད་ནས་ཞེས་བྱ་བར་ངེས་པ་ཡིན་ནོ་ཞེས་པ་དང། གནས་བཞི་པ། རེག་བྱས་མི་མ་ཟིན་པ་དང། ཨོང་བུའི་ཚོགས་པ་རྣམས་མེད་པས་སེམས་དང་སེམས་བྱུང་གི་རྟེན་དུ་མི་རུང་བ་དང། རྡུལ་ཕྲ་རབ་བསགས་པའི་གཟུགས་མ་ཡིན་པས་རེ་བས། གཟུགས་མེད་དང་ཡུལ་གང་ན་ཡང་མི་གནས་པའི་ཕྱིར་རོ། དེས་ན་འདི་ནི་ལུས་ཀྱི་རེག་བྱས་མ་ཡིན་པར་འཁྲུལ་པ་ཁོ་ནར་ཟད་དོ། ད་དེ་རིག་བྱེད་མ་ཡིན་པ་སེ་ཡ་སྟེ་ལུས་ལ་གནས་དང་ཞུ་བར་བ། འོ་དེ་ལ་ཐོགས་པ་བཅད་དོ་བ་ད་ད་ད་ད་ཡིག་ཆུང་ནང་ལ། རྣམ་པར་རིག་བྱེད་མ་ཡིན་པ་གཟུགས་དེ་ནག་ལ་མེ་ཞུགས་པའི་ཚུལ་གྱིས་ལུས་ཐམས་ཅད་ལ་ཁྱབ་ནས་གནས་པ་ཡིན་བྱེ་བྲག་སྨྲ་བ། བྱེ་བྲག་སྨྲ་བ་འདོད་དོ་ཞེས་འཆད་པ་ནི་མི་རིགས་ཏེ་ས་རུ་བ་ད། བྱེ་བྲག་སྨྲ་བས་དེ་འདྲ་འདོད་ཀྱི་རེད་ཟེར་ན་དེ་རིགས་ཀྱི་མ་རེད་བྱས་པ་ལ། གང་ཡིན་ཟེར་ན་གཟུགས་མེད་ཁམས་ན་གནས་མེད་དོ་ཞེས་པའི་འགྲེལ་པ་དང། སྤྲི་དཀར། གཟུགས་མེད་ཁམས་ན་གནས་མེད་དོ་ཟེར་ཡག་གི་ད་གཟོད་རང་འགྲེལ་ཡོད་རེད་བ། དེ་དང་ཨ་ནི་སྤྲི་དཀར། ཁྱེད་ཀྱིས་སྐྱེ་སྲེད་པ་མེད་འགྲོ་ཨ། སྤྲི་དཀར་གྱི་ནང་ལོགས་ལ་རིག་བྱེད་མ་ཡིན་པ་ནི་གཟུགས་ཅན་ཡིན་ལ། ད་ལྟར་གྱི་དག་ཀྱང། རིག་བྱེད་མ་ཡིན་པ་ད་ལྟར་ཡོད་པ་དེ་ཚོ་ཡང་ཡུལ་དང་མེད་ནས་ཞེས་བྱ་བར་ངེས་པ་ཡིན་ནོ་ཞེས་དང་བ་དང། ཡུལ་ཟེར་ཡ་དེ་ཡུལ་ད་ང་རང་ཚོ་གཟུགས་ཅན་ཡིན་ན་ས་ཆ་དེ་འདྲ་ཅིག་གནས་ཡོད་རེད་ཅིག་ལབ་ཡག་ཡོད་རེད་བ། དེ་ནང་བཞིན་རྣམ་པ་རིག་བྱེད་མ་ཡིན་པའི་གཟུགས་ཟེར་ཡ་དེ་ལུས་ཀྱི་ཆ་ཤས་དང་མགོ་དང་རྐང་ལག་ལ་སོགས་པ་དེ་འདྲ་ཅིག་ལ་ཡང་གནས་ཡོད་རེད་ཟེར་ནས་ལབ་ཡག་ཡོད་མ་རེད། དཔེར་ན། རུ་པ་གཟུགས་མེད་པའི་གང་ཟག་དེ་ཡུལ་འདི་ན་གནས་ཡོང་རེས་ལབ་ཡག་མེད་པ་ནང་བཞིན་རེ་ཞིག་ངེས་པ་ཡིན་ནོ་ཞེས་དང། གནས་བཞི་པ། གནས་བཞི་པ་ཁ་ཐུག་ལ་རིག་བྱེད་མ་ཡིན་པ་དེ་ཟིན་པ་དང་མ་ཟིན་པ་གཉིས་ཀྱི་ནང་ནས་མ་ཟིན་པ་ཡིན་པར་བཞག་པ་རེ་བྱ། རུ་བ་དང། ཤེས་རིག་གི་མ་ཟིན་པ་བཞག་པ་རེ་བྱ། ཞེས་དབང་པོའི་ཚོགས་པ་ན་མེད་པས་གསུངས་འདུག་བ། དེ་འདྲ་ཡིན་ཙང་དབང་པོའི་ཚོགས་པ་ན་རིག་བྱེད་མ་ཡིན་པ་ཡོད་མ་རེད། སེམས་དང་སེམས་བྱུང་གི་རྟེན་ཡང་བྱེད་ཀྱི་མ་རེད་ཅེ། རྡུལ་ཕྲ་རབ་བསགས་པའི་གཟུགས་མ་ཡིན་པས་ད་འདི་རྡུལ་ཕྲ་རབ་བསགས་པ་ཅན་མ་ཡིན་པ་ཡིན་པ་རེད། གཟུགས་མེད་ལྟར་ཡུལ་གང་ན་ཡང་མི་གནས་པར་ཤེས་པའི་ཕྱིར་རོ། ད་འདི་སྲིད་དུ་བ་ད་འདི་དང་ང་རང་དུ་འདུལ་བ་རྣམས་རྟོག་འགལ་མ་སོང་ངས། དུ་བ་འདུལ་བ་རྣམས་འགལ་དང་ག་རེ་ཟེར་ན་ཏིལ་ལ་ཏིལ་མ་ནག་ལ་མེ་བྱེད་པའི་ཚུལ་དུ་གནས་པ་ཟེར་གྱི་ཡོད་བ་ད་སྡོམ་དང། དེ་ཡིན་དུས་ཚོད་དཔག་གི་སྡོམ་པ་དེ་ག་བར་གནས་པ་རེད་ཟེར་ན། ཏིལ་ལ་ཏིལ་མ་ཞུགས་པའི་ཚུལ་དང་ནགས་ལ་མེ་ལྕེ་ཚུད་པའི་ཚུལ་གྱིས་གནས་པ་ཡིན་ཞེས་ནས་ད་དོམ་ནང་གསུངས་ཡོད་རེད་བ། ད་དེ་བྱེ་བྲག་མའི་ལུགས་ཤེས་བྱ་ཅན་གསུང་གི་རེད་བ་ད། འོ་ད་དེ་འདྲས་གསུངས་པ་ཡིན་ན་དེ་མ་ཡིན་པ་དག་མ་ཡིན་པ་དེ་ནི་མཆིམས་འཇམ་དཔལ་དབྱངས་ཀྱི་དགོངས་པ་དང་ཨ་ནེ་སློབ་དཔོན་དབྱིག་གཉེན་དང་འབྲེལ་བ་སྐྱེད་ཚལ་མའི་དགོངས་པ་ཡིན་པའི་ཕྱིར་དེ་རེད་བ་ད། ཨ་ནི་ལུང་དུ་ཡང་དྲངས་ན། རེད་པ། རྣམ་པར་རིག་བྱེད་མ་ཡིན་པ། ཐིག་ཏོག་སི་ཁག་པོ་འོད་དུ་བ། རྣམ་པར་རིག་བྱེད་མ་ཡིན་པའི་གཟུགས་སི་ཡག་ཏུ་བློ་ལ་ཡང་འཆར་ཁག་པོ་ཕྱིར་བ། རྣམ་པར་རིག་བྱེད་མ་ཡིན་པའི་གཟུགས་སི་ང་དེ་ག་འདྲའི་ཆེ་བྱས་ནས་མཐོ་བ་རེད་སི་ལ་བ་ཡིན་ན་རེད་བ་དང་རྣམ་པར་རིག་བྱེད་མ་ཡིན་པའི་གཟུགས་སི་ཡག་རྣམ་པར་རིག་བྱེད་སི་ཡག་དེ་ང་རང་ཚོ་ད་ཆ་ཚལ་བ་དང་དེ་འདྲ་ཡིན་ན་ལུས་ཀྱི་རྣམ་འགྱུར་དེ་རེད་བ། ལུས་རྣམ་རིག་བྱེད་ཡིག་གསུམ་དེ་ང་ནི་རེད་བ། འོ་ད་དེ་ད་རྣམས་ནི་ང་འདྲ་ཆེ་བ་རེད་བ། ཨ་ནི། ངག་གི་རྣམ་པར་རིག་ཅིང་སྲིད་ན་ངག་འདིས་ཚིག་ནི་བརྗོད་ཡང་དེར་བ། དེ་མ་ཡིན་ན་ཡང་ཨ་ནི་ད་གར་ཟེར་བ་རེད་ད། ལུས་ཀྱི་རྣམ་པར་རིག་ཅིང་གི། འོ་ད་དེ་རེད་ཨ་ནི་ལུས་ཀྱི་རྣམ་པར་རིག་ཅིང་གི་ངོ་བོ་བརྒྱུད་པའི་བརྫུན་སྤང་བ་ད་སྲོག་གཅོད་སྤང་བ་ད། འོ་ད་ངག་གི་རྣམ་པར་རིག་ཅིང་བརྫུན་ཕྲ་མ་ཚིག་རྩུབ་ཚིག་རྩུབ་སྤོང་བ་སྤོང་བ་གྱི་བྱ་བ་རེད་བ། སྤོང་བ་གྱི་བྱ་བ་ཡོད་དེ་དེ་ལྟ་བུའི་སྤོང་བ་དེ་རྣམ་པར་རིག་ཅིང་མ་ཡིན་པ་ཡིན་སྲིད། རྣམ་པར་རིག་ཅིང་མ་ཡིན་པ་ཡིན་སྲིད་དུས་ཀོ། རྣམ་པར་རིག་བྱེད་ནང་བཞིན་བྱས་ནས་སྐོ་དབྱིབས་དང་དེ་འདྲའི་གི་རང་བཞིན་མ་ཡིན་པར་བྱས། ཡིན་ན་ཡང་ད་གཟུགས་ཡིན་ཟེར་བ། ད་ཆོས་ཀྱི་སྐྱེ་མཆེད་པའི་གཟུགས་ཟེར་དུས་ཙནི་ཡེ་ཤེས་ཁོ་ན་ལ་སྣང་བའི་གཟུགས་བཞག་རོགས། དཔེར་ན་རྨི་ལམ་གྱི་རྟོག་མེད་ཀྱི་ཤེས་པ་ལ་ཁ་དོག་སྔོ་སངས་བ་སྣང་བ་དང་ས་གཞི་ཀེང་རུས་ཀྱི་ཁང་བ་བསྒོམ་པའི་ཏིང་ངེ་འཛིན་ལ་དེར་རྟོག་མེད་ཏིང་ངེ་འཛིན་དེ་ས་གཞི་ཀེང་རུས་ཀྱི་ཁང་བ་སྣང་བ་དང།

ལུས་ཀྱི། ལུས་ལ་ཟ་བུ་སྨད་འགྲོ་ཨ་ད་དེ་འདྲའི་ཅིག་ལ་ནི། བྱ་བ་དེ་དང་དེ་ལ་བར་མི་འཇུག་པར་བྱས་ཚུལ་གསུང་བར་བྱེད་ངེས་ཀྱི། དེ་འགོག་པར་བྱེད་པའི་ཆ་བྱེད་པ། དེ་འདྲའི་ཅིག་ལ་ད་ཟ་བུ་ཡང་འགྲོ་བ་དང། ད་ལས་ང་ཚོ་ག་རེ་རེ་སོ་ཡ། འདི་དག་གི་མཚན་གཞི་ནི། ལས་བསྟན་པ་ཉིད་དུ་འཆད་པར་འགྱུར་རོ་ཞེས་གསུང་བ། ད་འདི་ལ་སློབ་དཔོན་བདུན་བཟང་ནི། ད་སློབ་དཔོན་བདུན་བཟང་གིས་དེ་ལ་རྟགས་གསལ་དེ་སོ་བཏང་ཡིན་པར་སློབ་དཔོན་བདུན་བཟང་གིས། སློབ་དཔོན་འདུན་བཟང་སེ་ཡ་དེ་ཁ་སང་ང་རང་ཚོ་གཅིག་འགྲོགས་སོང་ང་ཨོ་ཡ། འདི་ལ་མ་ཚང་བསྟན་བཅོས་འགལ་ཉམས་དང་དེ་མིན་དེ་གཉིས་ཐལ། ཡང་དགྲ་ལྷག་སྤྱོད་ཁྱད་པར་དུ། བྱ་བའི་ཁྱད་པར་མ་བྱས་སོ་ཞེས་སུན་འབྱིན་པར་བྱེད་དེ། ད་སློབ་དཔོན་འདུན་བཟང་གིས་ཟེར་བ་ད་ཨོ་ད་ང་རང་ཚོ་དེ་ལ་ཡ། སློབ་དཔོན་ཡིན་ཡིན་གིས་མཛོད་དེ་ལ་ཡ། རྣམ་པ་རིག་བྱེད་མ་ཡིན་པའི་གཟུགས་ཀྱི་ཁྱད་ཆོས་བཤད་པ་དེ་ལ་རྟགས་གསལ་དང་ཟེར་བ་དང།

བ་དང་གཏད་མེད་ཐོགས་མེད་ཟེར་ཡག་དེ་རྣམ་པ་རིག་བྱེད་མ་ཡིན་པའི་གཟུགས་ཀྱི་ཁྱད་ཆོས་ངོ་མ་ཅི་རེད་དེ་དེ་འདི་ལ་ཁྱེད་རང་ཁྱད་ཆོས་སྔགས་ནང་ཚང་མི་འདུག་ཕྱི་རུ་བ། འདི་ལ་མ་ཚང་ཨ་ནི་བསྟན་བཅོས་དང་འགལ་གྱི་འདུག་ཕྱི་རུ་ད་གོ་སོང་བ་རྒྱུན་མཆོག་ཏུ་འགྲེལ་བ་ཟེར་དེ་མེད་འགྲོ་ཨ། ཉམས་དང། རྣམ་པ་རིག་བྱེད་མ་ཡིན་པའི་གཟུགས་མ་ཡིན་པ་དེ་རྣམ་པ་རིག་བྱེད་མའི་གཟུགས་ཡིན་པར་ཐལ་བ། ཡང་སྒྲ་དེ་ལ་རྒོལ་བ་ཁས་མི་འདུག། བྱ་བའི་ཁྱད་པར་མ་བྱས་སོ་ཞེས་སུན་འབྱིན་པར་བྱེད་དེ་འདི་ལྟར་ཅི་ལྟར་སུན་འབྱིན་སྟངས་དེ་མ་གསུངས་ན་རེ་བ་དང། ཨ་ནི་ག་རེ་ཟེར་ཡ། ལ། འདི་ལྟར་རྒྱུན་དུ་འབྲེལ་བ་ཡིན་ན་རིག་བྱེད་མ་ཡིན་པའི་སྐད་ཅིག་དང་པོ་རྒྱུན་མ་ཡིན་པའི་ཕྱིར་ཕྱིར་ཁོ་གསུང་བ་ལྟར། རྒྱུན་མཆོག་ཏུ་འབྲེལ་བ་ཟེར་ལ་བ་ཡིན་ན་རྣམ་པར་རིག་བྱེད་མ་ཡོད་གཟུགས་སྐད་ཅིག་དང་པོ་དུ་ཆོས་ཅི། རེ་བ་རྣམ་པར་རིག་བྱེད་མ་ཡིན་པའི་གཟུགས་མ་ཡིན་པ་དང་རྒྱུན་མཆོག་ཏུ་འབྲེལ་བ་མ་ཡིན་པའི་ཕྱིར་བྱེད་དོ། རེ་བ། རྒྱུན་མ་ཡིན་པའི་ཕྱིར། དེ་ལ་མཚན་ཉིད་མ་ཚང་བ་དང་རྣམ་པར་རིག་བྱེད་མའི་གཟུགས་སྐད་ཅིག་དང་པོ་དེ་ལ་རྒྱུན་མཆོག་ཏུ་འབྲེལ་བ་གསལ་དུ་མ་ཚང་བ་དང། རྒྱུན་ནི་རྫས་སུ་མེད་པའི་ཕྱིར་རྫས་སུ་མ་གྲུབ་པར་འགྱུར་ན

དབྱིངས་དང་སེམས་མེད་པའི་འབྲེལ་བ་དགོས་ན་ཏིང་ངེ་འཛིན་ལས་བྱུང་བས་ད་དང་གིས་བཏགས་ཟེར་དེ་རེད། སེམས་དབྱིངས་བའི་ཚེ་མ་ཟད་སེམས་མེད་པའི་གནས་སྐབས་སུ་ཡོད་པ་ཅིག་དགོས་ཀྱི་ཡོད་ན་ཏིང་ངེ་འཛིན་ལས་བྱུང་བ་ཟེར་ག་ཡིན་པ་ཡ། བསམ་གཏན་གྱི་སྟོན་པ་དང་ཟག་མེད་ཀྱི་སྟོན་པ་གཉིས་དེར་མི་འགྱུར་བའི་ཉམས་པ་དང། བསམ་གཏན་གྱི་སྟོན་པ་དང་ཟག་མེད་ཀྱི་སྟོན་པ་གཉིས་ཆོས་ཀྱི་རྣམ་པ་རིག་བྱེད་མ་ཡིན་པའི་གཟུགས་ཡིན་པ་ལས་ཉམས་ནི་མ་ཡིན་པར་འགྱུར་བ་དག་འགྱུར་བ་ཡིན་པ་དག་གར་ཟེར་གི་མ་ཡ། འོ་སེམས་མེད་པའི་གནས་སྐབས་སུ་སེམས་གཡེང་བའི་གནས་སྐབས་སུ་སེམས་མེད་པའི་གནས་སྐབས་སུ་ཡོད་པ་དེ་མ་ཡིན་པས་ཕྱི་ཕྱིར་རོ། ཉམས་དང། རེ་བས། དེ་མིན་རིག་བྱེད་ཉིད་ཀྱང་རིག་བྱེད་མ་ཡིན་པ་ཐལ་བས་ན་དེ་མིན་དེ་ཉིད་ཐལ། དེ་མ་ཡིན་པ་ག་རེ་ཡ། རིག་བྱེད་མ་ཡིན་པའི་གཟུགས།

ཁོ་ན་ཡང་སྨྲས་པར་དགོས་པ་མི་འདུག་ཅེས་ཡང་དགྲ་ལྷག་བཅོས། ཐལ་འགྱུར་ག་ཚོད་བར་དུ་འདི་ལ་མ་ཚངས་ཤིག་ཅེས་བསྟན་བཅོས་འགལ་བྱེད་ཉམས་དང་དེ་མིན་དེ་ཉིད་དེ་ཡང་དགྲ་ལྷག་བཅོས། འོ་ད་དེ་ང་བཏང་འདུག་བ་ཐལ་འགྱུར་ང་བཏང་ནས་འོ་ད་བྱ་བའི་ཁྱད་པར་མ་བྱས་སོ་ཅེས་པ་ལྟར་ན་བར་རིག་བྱེད་མ་ཡིན་པའི་གཟུགས་ཀྱི་ཁྱད་ཆོས་ལ་བགྲང་དགོས་ཡ་དེ་ག་དེ་བགྲང་མི་འདུག་ཅེས་པ་ཡིན་པར་བ།

རང་ལུགས་ཀྱིས་སུ་བྱེད་ད་རང་ལུགས་ཀྱིས་སུ་རང་ལུགས་དེ་སློབ་དཔོན་དེར་གདའ། རྡུལ་སངས། བྱས་པ་དང་ཡང་མི་འདྲ་བས་སེམས་པའང་སེམས་མེད་པ་ལ་གང། ལུང་བསྟན་ཐོགས་པ་མེད་པས་སུ་དེ་ནི་རྣམ་རིག་བྱེད་མིན་འདོད་ཅེས་པ་ལྟར་མཚན་ཉིད་བྱེད་དོ་ཞེས་གསུངས། ད་འདི་ལ་ཡང་ཕལ་ཆེར་འདི་སྣང་ལ་མ་གཏོགས་མི་འདུག། སློབ་དཔོན་རྒྱལ་སྲས་ཀྱི་སྐད་ཅིག་མ་དང་པོ། རྒྱུན་ཡིན་ན་ཕྱི་མའང། མིན་པའི་བའི། རྒྱུན་མི་སྲིད་པར་ཐལ་བ་དང། ད་འདི་གར་ཚིག་ཡིན་ན་ཨ་ཨ་ལས་ཞུ་ཨ་སྟེ་ང། བྱས་དང་བྱས་པ་དང་ཡང་མི་འདྲ་བའི། སེམས་པའང་སེམས་མེད་པ་ལ་གང། ལུང་བསྟན། སྐྱེ་མེད་ཀྱི་གང་རུང་དུ་ལུང་དུ་བསྟན་པ་ཟེར་བྱ། རེད་པ། ཐོགས་པ་མེད་པའི་གཟུགས། བསྟན་མེད་ཐོགས་མེད་ཀྱི་གཟུགས་དེ་བགྲང། དེ་ནི་རྣམ་རིག་འབྱེད་མེད་ཆོས་བྱེད།

མཉམ་གཞག་ལ་ཁྱབ་པ་དང། འོང་དང་དེ་རེད། རིག་བྱེད་ལ་ནི་ལུང་མ་དེ་བདེན་འདུག་དག་དག་རེད་ཨ་ལས་དང་པོ་དེར་རང་ལུགས་ཀྱི་བྱས་པ་དང་ཡང་མི་འདྲ་བའི་ཟས་ཀྱི་དུ་བ། འོང་དང་བྱས་པ་དང་ཡང་མི་འདྲ་བའི་ཟས་དེ་འདི་ཟས་མིན་འགྲོ་ཨ། ཁྱེད་རང་གིས། རྣམ་པ་རིག་བྱེད་མ་ཡིན་པའི་གཟུགས་ཀྱི་ཁྱད་ཆོས་བྱས་པའམ་བཀོད་པ་དེ་དང་ཡང་མི་འདྲ་བའི་ཁྱད་ཆོས་ཅི་ང་བཞག་གི་ཡིན། བྱས་པ་དང་ཡང་མི་འདྲ་བའི་དེ་ག་རེད་ཟེར་ན་སེམས་པའང་སེམས་མེད་པ་ལ་གང། ལུང་དེ་ཐོགས་པ་མེད་པས་སུ་དེ་ནི་རྣམ་རིག་བྱེད་མི་བརྗོད་ཅེས་པ་ལྟར། ད་སློབ་དཔོན་རྒྱལ་པོའི་སྲས་ཀྱི་སྐད་ཅིག་མ་དེའི་ཆེད་ཨ་ལས་ཞུ་བ། འདིར་རྒྱུན་གྱི་སེམས། གར་སོགས་དུ་མ་ཡིན་སེམས་བསྐྱེད་ཀྱི་རྗེས་སུ་བྱེད་པས་མཉམ་གཞག་ལ་ཁྱབ་པ་དང། ད་ལྟའི་ཡིན་པ་སེམས་པའང་སེམས་མེད་པ་ལ་གང་གསལ་དུ་བསྡུ་བ། སེམས་ཡོད་པའི་གནས་སྐབས་སུ་ཡོད་པའང།

བསམ་གཏན་ཟག་མེད་ཀྱི་སྡོམ་པ་ཉིད་དེ་སེམས་ཡོད་པའི་གནས་སྐབས་སུ་མ་གཏོགས་མེད་པའི་གནས་སྐབས་སུ་ཡོད་མ་རུང་བ་སེམས་པའམ། སེམས་མེད་པ་ལ་གང་ཟེར་དུས་སོ་དག་གི་སྡོམ་པར་བྱ། སོ་དག་གི་སྡོམ་པ་དེ་སེམས་མེད་པའི་གནས་སྐབས་སུ་ཡོད་པར་རུང་བ། དེར་ཚང་བཀོད་གདམས་ཀ་སྦྱར་རོ། སེམས་ཡོད་པའི་གནས་སྐབས་སུ་ཡོད་དགོས་པའམ། ཡང་ན་མེད་པའི་གནས་སྐབས་སུ་ཡང་ཡོད་པ་གང་རུང་ཡིན་པ་དེ་སྦྱར། སེམས་པའམ་སེམས་མེད་པ་ལ་གང། ལུང་བསྟན་ཡང་ཟེར་དུས་དགེ་བ་དགེ་མི་དགེ་གང་རུང་ཡིན་པ། ཐོགས་པ་མེད་པའི་གཟུགས་སུ་བསྟན་མེད་ཐོགས་མེད་ཀྱི་གཟུགས་ཡིན་པ། འོ་ད་ཁྱད་པར་གསུམ་ལྡན་ཇག་ཏུ་བ། དེ་ནི་རྣམ་རིག་འབྱེད་མེད་ཆོས། འོ་ད་དེ་སྲེག་བུ་དུ་རེད་གསུང་བ་ད། བྱས་པ་དང་ཡང་མི་འདྲ་བའི་སྲེག་དེ་གར་སྲེག་ཡོད་རེད། ཁྱེད་རང་གིས། རྣམ་པ་རིག་བྱེད་མ་ཡི་གཟུགས་ཁྱད་པར་ཇག་པ་དང་མི་འདྲ་བས། ངས་ཁྱད་པར་དེ་བཞག་གི་ཡིན་ཁྱད་པར་གསུམ་ལྡན་བཞག་གི་ཡིན་ག་རེ་ཡིན་ཟེར་ན

གཉིས་ཀ་ལྟ་ན་ཡང་མ་ཡིན་སེམས་ཅན་གྱི་རྗེས་སུ་བྱེད་པས་རེ་བ་དང། མ་ཡིན་སེམས་ཅན་གྱི་རྗེས་སུ་བྱེད་པས་ནི་དཀར་ས། དེར་འདོད་ན་རིག་བྱེད་ཀྱང་དེར་ཐལ་བ་དང་བ་ལྟར་ལྟར། སེམས་ཡོད་པའི་གནས་སྐབས་སུ་ཡོད་པ་ལབ་ན་རྣམ་པར་རིག་བྱེད་ཀྱང་རྣམ་པར་རིག་བྱེད་མ་ཡིན་པའི་གཟུགས་ཡིན་པ་དང་རེ་བ་དང་བ། སེམས་ཡོད་པའི་གནས་སྐབས་སུ་མ་གཏོགས་མེད་པས་སེམས་ཡོད་པའི་གནས་སྐབས་སུ་ཡོད་པ་དེ་ཡིན་པའི་ཕྱིར་བྱེད། སེམས་མེད་ཀྱིའང་ཟེར་ན་ག་རེ། སེམས་མེད་ཀྱིའང་རྗེས་སུ་བྱེད་པས། དེ་འདོད་ན། སེམས་མེད་པའི་གནས་སྐབས་སུ་ཡང་ཡོད་དགོས་པ་སོགས་ལ་གོ་ཡིན་ན་ཏིང་ངེ་འཛིན་ལས་སྐྱེས་པའི་སྡོམ་པ་ཉིད་དེ་མ་ཡིན་པར་ཐལ་བ། སོ་ན་གནས་སོ། ཐལ་བ་ས་ན་གནས་ཀྱི་ཨ་ཡོད་མེ་ཡོད་རི་དྭགས་སློབ་དཔོན་སློབ་པ་དང་མདུན་སངས་ལ། སློབ་དཔོན་མདུན་སངས་ཀྱི་མིང་ཧམ་སྒྲ་བྱས་སོང་ངོ། ཨོ་ཡ། ཧམ་སྒྲ་མ་བྱ་ར་བྱས། དེ་གཉིས་གཉིས་ཀ་ཡིན་པ་བྱ་ར་ཡིན་ན་རྟགས་གསལ་དུ་ཡོང་གི་འདུག་བ།

བྱ། ད་དེ་བཟོས་ཏེ་ཡིན་གྱི་མིན་གྱི་ལོག་ལྟ་སེ་བཏང་རེད་བ། ཡ་མ་སྤྲོ་ལྟ་སེ་བཏང་ན་ཡག་པོ་ཡོད་ས་རེད་ཡ་ཡ།